ཏུ་རིག་ནི་ད་ལྟའི་རྒྱུ་མཚན་དུ་ཆ་ཚང་བ་བཤད་དུ་ད་ལྟ་ད་ཧ་ཁྱེད་ཀྱི་གཞི་མོ་ཏི་དྲིན་ཆེན་ཡིན་ཁྱེད་ཀྱི་ཁྱིམ་ཚང་དྲིན་ཆེན་ཡིན་ད་ཁོ་ཏུ་རིག་ནི་ཅང་ཤོག་འདྲ་ཟི་སྐྱབས་ནི་ད་ད་ཁོ་གཅིག་འདི་རིག་ནི་ད་བདག་འདྲ་ཟི་ཡིན་ནི་ཏི་ཡིན་ནོ་ཁོ་ཤེས་གི་བྱེད་ནི་མ་རེད་རྫི་ནི་ད་ད་ཁོའི་ཁ་བརྡ་ཡིན་ནི་ཏི་རིག་ནི་འདི་གཞི་མོ་སང་གི་ཨ་མེ་ར་དང་མི་སྐྱོང་གི་གཞོ་ལི་བེར་ཆུ་བོ་ལུས་གི་ཏི་རིག་ནི་འཕྲད་སོང་ནི་རེད་ད་ཁྱེད་ཀྱི་ཏང་མོ་ཆེ་མ་ཧྲུའེ་ནི་ད་ཡེ་དཔའ་གྲི་ཁ་ཆེ་གི་ནི་ད་ཏི་ཆེ་ཏི་གི་ད་ཁྱོད་རུ་ཧ་གཞི་མོ་ཏི་ཁྱོད་རྩ་ནས་འཇོག་རྒྱུ་ཆེ་ད་ད་ཁྱོད་རུ་ཧ། འདི་རེ་མུ་བཞི་མོ་ཆུང་བ་བུ་ཁྱོད་ན་བ་གི། དི་གི་ད་ཨ་གོ་རྟ་བཞོན་རྒྱོ་གི་རྟ་ཆུ་ཟི་གོ་ན་བཞོན་རྒྱུ་དི་ཆེ་རྟ་ག་རེ་བཞོན་ནས་ནི་ད་ཙ་ནས་སོང་དི་ཆེ་ད་མོ་ཆེ་གང་ས་གང་ཨ་ཚུད་ད་ཆི་རྒྱུ་རེ་ད་ད་གི་ལག་ཨ་ཆི་བཏང་ན། ད་ཁྱོད་གཉིས་གི་ཁྱོད་རུ་ཧ་བཞི་མོ་ད་སེ་ར་ཁྱི་དེ་ཤོག་ཨ་ནི་ད་ད་གི་ཆ་བོ་འདི་ནི་ལྷ་ན་འདུག་ཨ་གི་ཆོ་ཁྱིམ་ཚང་གཅིག་ཡིན་ནི་འདུག་ཨ།

ད་ཁུ་ཞི་མོ་ཁྱོ་ད་ནི་ད་ཁོང་ཆོ་བཤེ་ར་ཡོང་ནི་ད་ད་ག་ཆོ་ཁྱང་ཞིག་ནི་འདི་ག་ད་ཁོང་ཉ་ར་ཅང་འཁོར་ས་ཆག་ས་དེ་ནི་གཉིས་འདྲ་ཅིག་ཅིག་ག་ཡོག་ནི་མ་རེད་ད་གི་ད་ག་ཆོ་ཁྱང་ཞིག་ཡིན་ནི་ད་ད་ནི་ད་ཁུ་ཁྱི་ཆོ་མ་མུ་ཆ་ག་ཏི་ནི་ཏི་ཡིན་ནི་ད་ཆུ་ཁུ་ཧི་གི་ཀོབ་ཛི་ཆོ་རྒྱུ་ཟི་ད་ཁུ་ཆུ་བཤེ་ར་ཟི་ལི་ན་བ་རྒྱུ་ཟི་ད་ཁུ་ཞང་ཧི་གི་ཁྱི་གི་ཁྱིམ་ཚང་དེ་ཁུ་སྒྲུབ་ད་སྒྲུབ་ཁུ་ལི་ད་ལི་ཏི་ཡིན་ནི་ད་གི་ཆོ་འདི་ག་དི་ད་ག་ཧྲིད་ཁུ་རུ་ཧ་ཞི་མོ་ཏི་ཧི་གི་ད་ཆུ་ཁྱི་རྒྱུ་ཟི་ད་ལི་ག་ཡོང་རྒྱུ་ཟི་གོ་རྒྱུ་ཟི་ཧི་གི་མ་ཡོ་ཏང་ན་ད་ཁོ་ཁྱི་བུ་མོ་ད་ལྷ་ན་འདུག་ནི་ད་ཁོ་ཁྱི་གག་མི་ཧ་འདུག་ནི་ད་བྱིས་ཀྱི་ཁྱི་ག་ཁྱིམ་ཚང་ཡིན་ན་དྲིན་ཆེན་ཡིན་བྱིས་མོ་ཡིན་ན་ར་དྲིན་ཆེན་ཡིན་དུ་རྫིས་ནི་དན་ད་དུ་སང་གི་མར་རྒན་ཁོང་གཉིས་ཀྱི་ཁ་བརྡ་ཡིན་ནི་དུ་ཡིན་ནི་དུ་བྱིན་ད་ཁོ་དུ་སང་གི་ལོ་ནི་ཉི་མ་ཉི་ཤུ་ནང་བཟོ་བརྡ་དུ་དུ་ཡིས་ད་དུ་ད་ཁོ་ཡི་དཔའ་དྲག་བོ་གི་ད་དཔེ་མི་ཚུ་དྲག་བཞག་ད་དྲག་ནི་དུ་ཡིས་དུ་ན

ད་ཁོང་གཉིས་ཀྱི་གཞོན་གྱིས། དེ་ནས་ད་སྤྲོ་ཁ་སྤྲོ་ཅིག་ཤ་སྟག་ཡིས་དེ་ཡི་དལ་དུ། ད་ཁོང་གཉིས་ཀྱི་རྟ་དགའ་ཅང་ཟི་ཞོན་དལ་དུ་ནི་དལ་ད་ཁུ་རུ་ཧ་ཞིག་མོ་དུ་བཙགས་ནས་ལ་མལ་བུ་བཏང། དེ་ནས་ད་ཁོང་གཉིས་ཀ་ཐང་དང་བོ་ཡིན་ན་ཡང་སྔུན་ནས་ད་ཁོ་བཙགས་ནས་འགྱོ་གི་འདུག་ས་བོ། ད་རླངས་འཁོར་གྱི་ཐོག་ནས་བ་ཕྱག་ཚིག་མ་ར་ལྷུང་སོང་ཡོད་ས་བོའི་ས་ཆ་དེ་སོང་དལ་དུ་དེ་ནས་ཡང། ད་ཁོང་གཉིས་ཀྱི་ཡ་ར་མ་ར་དྲིས་ནི་གཙང་ནི་དི་ཡིན། ད་རུས་གོ་ནི་ཟི་ད་ཆིག་གོ་འི་ནི་ཟི་དེ་མི་ཟི་ཁིར་མ་ཟ་མེག། དི་ནི་ད་ཁོང་གཉིས་ཀྱི་ཤར་རྒྱག་གི་བླ་མའི་བུ་ད་དི་ནི་ད། ད་སྔི་ན། བཞི་མོ་ཁོང་གཉིས་ཀ་ད་ཁྱིམ་ཚང་ཁག་གཉིས། བུ་དཀའ་ད་བུ་མོ་དཀའ་གཉིས་ཀ་བཞི་འཇོག་ཚ་བུའི་ས་ཆ་དེ་སོང་ནི་ད། ད་དི་ཡ་བཞི་ཟི་ཀི། ཁོ་རི་ཀ་མ་བྱི་ག་ནི་བི་ད་དི་དི་ཡིན་ནི་ད་བཞི་མོ་ཀོ་གི་ཧ་ར་དི་སོ་རི་ཀི་ཅིག། རྟ་གཙང་ནི་འདྲི་ནི་ཟོག་གཙང་ནི་འདྲི་ནི་དི་མི་ཟི་ཡིན་ཁ་ཡིན་ནི་ད། ད་དི་ཁྱིམ་ཁ་ཡ་བཞི་དི་རི་ཀི་སོང་ནི་ད། འདྲི་ག་བྱིག་ནི་ད་སྔི་ན་དི་ཟི་ག།

ད་ཧག་གི་གླུ་མོའི་གཅིག། རྒྱུ་མཚན་འདྲ་འདྲ་སྐད་ཆ་འདྲ་འདྲ་དེ་མི་ཀོའོ་ནི་འདྲ་འདྲ་རིག་འོ་ནི་འདྲ་འདྲ། ཤི་ནི་འདྲ་འདྲ་དེ་མི་ཟི་ཧུག་གི་ཁུར་མ་ཟི་ག་མེད་གི། དུ་གི་ད་ཁོང་གཉིས་ཀྱི་དུ་ནས་ཀྱང་འདྲི་ས་འདྲ་འདྲ་བཙའ་ས་འདྲ་འདྲ་མི་ཆགས་གི། དུ་གི་ད་ཁོང་གཉིས་ཀྱི་བླ་མའི་བུ་དུ་ནི་ད་ད་སྔོན་ན་གླུ་མོ་ཁོང་གཉིས་ཀ་ཆུང་ཆུང་ཡིན་དུས་འདུག་འདུག་ཚའོ། དགོན་པ་དགོན་ཆེན་ཟི་ཡོད་རྒྱུ་དེའི་ཕྱོགས་ཨེ་བུད་སོང། དུ་གི་ད་ཁོང་གཉིས་ཀ་དགོན་པ་དགོན་ཆེན་དེ་ཐོག་ནི་ནི་ད་ད་དུ་ནས་ར། ད་ཡ་ར་མ་ར་དྲི་ནི་ད་ངི་ནག་ལི་མོ་ཛི་ནི་ཏི་མི་བཞི་མོ་ཟི་འདི་ནི་བདར་ནི་ཟི་ཛ་ནི་ཁྱིམ་ཚང་ཟི་ག་བུ་དཀའ་ཨེ་བཞི་མདང་ནི་ཟི་ཏི་མི་ཟི་བཤི་ར་འདི་སོ་ཨི་ཡོང་ཟི་འདི་སོ་རིགས་རྒྱུ་འདྲེན་ར་ཨེ་ཡོག་གི་ཏི་མི་ཛི་ནི་སྐད་ཆ་དྲི་ནི་ཏི་ཡི་ནི་འདི་ཧ་གི་རིགས་བོ་ནི་ཀུ་འདི་ད་ཏི་རྒྱུ་མཚན་ཤི་ནི་ཟི་ཁི་ར་མ་ཟི་ག་མེ་གི་ཏི་ཡི་ད་ད་ད་ཁོང་གཉིས་ཀི་ཧི་གི་འདྲི་ས་ཟི་ད་བཙ་ས་ཟི་ཅིག་ཅིག་ཨ་ཞིག་མི་ཞིག་གི་ཏི་ཡི་འདྲོང་གི་ད་ཁོང་གཉིས་ཀི་ཀར་ཐ་ཀར་རེ་དྲི་ནི་ད་བཙ་ནི་ད་ཏི་རིགས་ནི་ཀུ་ར་ཧོ་ར་ཡི་ནི་སོང་ནི་ཏི་ཡི་དུ་ན་ད་ས་མཚམས་ཟི་ག་ཁོང་གཉིས་ཀ་ཡང།

ད་ལྟ་ཅི་ག་ཤི་སོང་འོག་གི་གངས་ཟིག་ཧ་ཀི་མེད་གི་སོ་རྫི་ན་སོ་ཅི་ག་ཟས་ཐག་ཆོད་རྒྱུ་ཟི་མ་རེད་གོ། ད་ལྟ་ཅིག་ཤི་ན་ད་སི་ར་ཅིག་མི་ལུས་འདྲ་ཟི་བླང་དོ་ནི་མིན་ན་སོ་ཅང་འཇིག་རྟེན་འདི་ཁམས་ན་ཡོད་ཁ་རེད། ད་ད་ཏི་ཅིག་ཤི་གི་ཏབ་ཙི་གི་ཐུག་འཇོག་གི་རྫི་ན་ཤི་གི་ཁྱི་གཉིས་ཐུག་རྒྱུ་འོ་ཏི་སྐལ་མོ་ཟི་ཡིན་གྱི་རེད། ཏི་གི་ད་ཁུ་ཤི་ནོ་ཡིན་ན་ད་འདི་དགོན་པ་དེའི་ནང་ན་འགི་རིའི་མཆོད་རྟེན་ཙ་ཟི་ཡོད་ད། ད་ལྟའི་མཆོད་རྟེན་དུ་ཆགས་འཇིག་བ་སོང་ནི་ད་སར་ཅིག་ཧིག་གི་སྐྱབས་གཞུང་འདྲ་བོ་ཐུབ་མེད་ནི་དུས་མི་ཟིག་ཡིན་ད། དུས་འགི་རིའི་མཆོད་རྟེན་དུ། ཁྱོའི་ཡི་ཧ་ཟིག་བཞེངས་ཨི་ཐུབ་གི། དུ་ཡི་ཧ་ཟིག་ཞིག་བཞེངས་ཐུབ་ནི་དུ་ཡིས་དང་ན། ད་ཁྱོ། ཁྱོའི་རུ་ཧ་དུ་ད་སར། ཁ་ངོ་ཐུག་རྒྱུ་བོ་ད། ད་ད་གི་ཁྱོས་ཅིག་ཧ་མ་སོ་ཡིན་ན་ར་ད་ཅིག་ཁྱི་ཆ་གཟའ་ཚང་དུ་ཅིག་བྱེད་ར་ཤིག་གི་ཤི་ག་ཅིག་ངོ་འདྲ་འཛོམས་རྒྱུ་བོ་ཅིག་ཁ་འདྲ་ཐུག་རྒྱུ་བོ་དེ། སྐྱག་སྐྱག་གི་དུ་གི་ཧན་ཐོག་ནི་དུས་མི་གི་བྱ་བ་ཟི་རེད། ཏག་གི་ད་ཁྱོད་དུས་འགའ་རེའི་མཆོད་རྟེན་དུ་ཅིག་བཞག་རྒྱུ་ཨ་བ་ལྟས་ན་ཏག་ཤི་གི་ཤིང་ཚང་ཁ་རེད་ཏག་གསུངས་ཐ་ད་དུས་ད་ཁོ་ཅིག་ཅིག་བཞག་སྐྱར་འཛི་ད་དུས་མི་ཟི་ཡོད་ནི་མ་རེད་ཏག་གི་ད་ཁོའི་ད་བཙི་གི་ཅིག་ཁོས་ཅིག་བཞག་ན་བ་རྒྱུ་ཟས་ཏག་ར་མི་ཆོག་གི་ད་ད་ཁོའི་རུ་ཧི་དུས་བཞི་མོ་དང་ད་ཅག་ཅག་གི་བཞི་མོ་ངར་བ་འདྲ་འདྲ་བཞི་མོ་ཅིག་ཐག་ཆོད་པ་འདྲ་འདྲ་དུས་མི་ཟི་རེད་ད་ཏག་གི་ཁྱིམ་ཚང་དུ་སང་ར་རྒྱུ་ར་འཇིག་གི་ཏག་གི་ད་དུས་འགའ་རེའི་མཆོད་རྟེན་དུ། ད་ཁོང་གཉིས་ཀའི་ལུས་བཞེངས་ནང་གི་རྐང་བཞེངས་ཁོང་གཉིས་ཀའི་བཞེངས་ཨེ། ཁོང་གཉིས་ཀའི་བཞེངས་ཀྱི་འོག་ཏུ་ཁྱེད་ཀྱི་འདི་ནས་དེ་རང་ཁས་བླངས་ནི་ཡིན། དེ་གི་ད་འདིའི་མཆོད་རྟེན་དེ་ཁོང་གཉིས་ཀའི་བཞེངས་ཀྱི་སྐལ་བ་ཡིན་ན། ད་འདི་གཅིག་བར་ཆད་དེ་ད་དུས་མིན་ཟིན་མི་ཡོང་བས་ན་ད་ཡེ་ཧྥ་སུ་ལེགས་འགྲུབ་ཡོང་རྒྱུའོ་ད། ད་དེ་གི་འདི་བཞི་ལི་ཏིའི་རུ་ཧ་དེ་བཞིའི་མོ་དེ་ད་ཟླ་འདི་བཞི་ལ་དེ་གཅིག་ཧ་མ་འདྲ་འདྲ་དུས་མིན་གཅིག་ཉི་ལག་རྩ་བཞི་ཆུ་ཟི་ཡོད་ན་ད་ཅིག་ཐོང་འདབ་ཉེར་གི་སི་ར་གཅིག་ཁ་ངོ་རེག་ཤིག་ཐུག་རྒྱུའོ་ལྷ་ན་ཅིག་ལྷ་འཛོམ་ཟི་ཡོང་རྒྱུའོ་ད་ད་ཁྱེད་ཀྱི་ཐུག་ཡག་ཤིག་བཟུང་རྒྱུ་ནི་ད་ད་དེ་ཨ་ལགས་དེ་བཞུ་ཡག་ཟི་ཡིན་ནི་ད་ད་ད་གི་ཁོང་ཉི་ཀ་བཤད་ར་ཡུ་བའི་ཐོན་ཁྱི་རུང་ད་གི་ད་ཁོང་ཉི་ཀ་བཤད་ར་ཡུ་བའི་ཡོང་ནི་ད་ད་བཞི་མུའི་མར་གན་ད། ད་གཞོན་མོའི་ཨ་ཆེ་ད་ཏོ་སོགས་ར་ད་ལྟའི་རྒྱུ་མཚན་ཏོ་སོགས་བཤད་དེ་ཁོང་གཉིས་ཀྱི་ཏི་མི་འགི་རིའི་མཆུ་རྟེན་འདི་བཞེངས་རྒྱུ་བོ་ཁས་བླངས་བཏང་བ་ནོ་ད་ཏོ་སོགས་ཚང་མ་ད་ཆ་གི་སྤྲུལ་བདུད་རི་ཏི་རི་ཧེ་ད་འདི་ནི་ད་ད་ཏོ་བྱིན་ཆེ་ཟི་མ་འགོར་ད་ཁོང་གཉིས་ཀ་ཕྱི་ར་ད་ལྟའི་དགོན་པའི་དགོན་ཆེན་དེའི་ནང་སོང་ད་འདི་འགི་རིའི་མཆུ་རྟེན་ཏི་བཞེངས་རྒྱུ་བོ་ཁོང་གཉིས་ཀྱི་འགུལ་བརྩམས་ད་འདི་ནི་ད་ད་ལྟའི་འགི་རིའི་མཆུ་རྟེན་ཏི་བཞེངས་ནི། ད་ལྟའི་འགར་རིང་མཆོད་རྟེན་དུ་བཞེངས་ཀི་དཀའ་བས་ཡིན་ན་ད་ཁོང་གཉིས་ཀྱི་ས་སེའུ་བོ་གང་མི་མ་ཁུར་ན་རེད། ད་རྡོ་ཁུར་རུ་ཁུར་ཡིན་ནི་སྐྱེ་དུ་ཡོང་ནི་ད་ད་རྡོ་ཁུར་མ་ཟིན་མི་ཡ་ར་མར་བརྩིགས་ན་རེད། བརྩིགས་ཀི་སྐབས་ད་དུ་སོ་ཡིན་ན་ར། ད་ཁོང་གཉིས་ཀྱིས། ད་འདི་བཞི་མོ་དུ་གང་ཟི་ག་ཡོད་ན། དུ་ཅིག་སི་ར་ངོ་ཟི་ཐུག་རྒྱུ་བོ་ད། ད་བཞི་ལི་དེའི་ཧ་མ་དུ་སོ་ར་གང་ཟི་ག་ཡོད་ན། སི་ར་གཟའ་ཚང་ཁ་ངོ་ཟི་ཐུག་རྒྱུ་བོ་དུ་རྫིས་ནི་ད། ད་སྨོན་ལམ་རྒྱག་གི་རྒྱག་གི་སྨོན་ལམ་རྒྱག་བཞུར་རྒྱག་བཞུར་རེད་ཁོང་གཉིས་ཀྱིས་བརྩིགས་ནི་དུ་ཡིས། དེའི་མི་ཚད་ཀྱི་ད་ལྟའི་མཆོད་རྟེན་དེའི་རྩིག་ཐང་འདྲ་དུ་སོ་ཧི་དུ་ནི་ད་ད་རྡོ་རྩིག་འདྲ་དུ་སོ་ཡེ་གི་སྐབས་ཡིན་ན་ར་ད་རྡོ་གྲུབ་བཞི་དེའི་མི་རྡོ་ཡེ་བྷ་གི་ངོ་ད་བཞི་ལས་རུ་བྷ་དེའི་བཞི་མོ་དེའི་མྱང་ད་བཀྲིས་ནི་ད་ངོ་གླུ་མོ་རྫས་ནི་རྡོ་གི་ངོ་སྐུ་ནི་ད་ད་ཏིར་ཡིན་ནི་སྐོ་ར་ཧོ་ར་ཡིན་ནི་རྩག་ནི་ཁི་རི་ཁི་རི་ཡིན་ནི་རྩག་ནི་ཏི་ཡིན་ནི་ཡོང་ནི་ཁོང་གཉིས་སྨོན་ལམ་རྒྱག་གི་རྒྱག་གི་ད་རང་ང་ཅིའི་བཞི་མོའི་མྱང་ད་དེའི་རྡོ་ཆག་གི་ངོ་སྐོ་གི་སྐོ་གི་ད་ཏིར་ཡིན་ད་ཏི་ཏི་གི་ཁོང་གཉིས་ཀྱི། དེའི་མཆོད་རྟེན་དུ་བཞེངས་ནི་དང་མགུལ་བཟུང་ནི་དང་ཚགས་ཚའི་བར་དུ་ལོགས་གཉིས་ལྷག་ཟིན་གོར་ཐག་ལོགས་གཉིས་དང་གཅིག་གམ་འཕྲོ་ནས། ད་ཁོང་གཉིས་ཀྱི་དེའི་མཆོད་རྟེན་དུ་ཆ་ཚང་བོ་དུ་ཡེ་ཧྥ་ཡིས་ནི་འགྲུབ་ནི་དང་དུ་གི་དང་སྣང་གི་དང་ཨ་ལག་གཟུགས་ཀྱི་དེའི་མཆོད་རྟེན་དུ་ཁྱེད་གཉིས་ཀྱིས་བཞེངས་ནི་ཨ་བ་གི་ཟས་ནོར་བཏུལ་བས་འདི་ནས་སོང་ནི་ཁོང་རིག་ད་དེའི་མཆོད་རྟེན་དེའི་རྩ་ཧེབ་སྐབས་ཅིག་དད་དེ་མཆོད་རྟེན་ནས་ཁོང་རིག་རབ་ནས་ཡིད་སྐད་ཅིག་དད་དེ་ཡིན་ན་ད་ཁོང་རིག་ག་ཐུགས་སྐྱག་སྐྱི་དག་བགྱིས་ནི་དང་ད་ཁྱེད་གཉིས་ཤིག་གི་འདི་གི་དེའི་མཆོད་རྟེན་དུ་ཡེ་ཧྥ་བཞེངས་འོག་གི་འདིའི་མཆོད་རྟེན་དུ་ཡིན་ན

ད་ཁོང་གི་ཡིན་ན་ར་ཤི་གི་སྨོན་ལམ་རྒྱག་ནི་དེ་ཡི་ད་ད་ཁྱེད་གཉིས་ཀྱི་བསམ་དོན་འདྲ་བོ་འགྲུབ་རྒྱུ་རེད་དུ་རྫི་ད་དུ་ནི་ད་ཨ་ལགས་གི་དཔེ་མེད་གི་གསུང་ཡི་ཧ་བུ་ད་དུ་ཡིན་ནི་ད་ད་གི་མཆོད་རྟེན་ད་དུ་སོ་ཆ་ཙང་བ་བཞེངས་ཚར་ནི་ཁོང་གཉིས་ཀ་ཕྱི་ར་ཡུ་ཡེ་ཐོན་དང། དུ་ཡིན་ནི་ད་དུས་བ་རེད་ད་གཞིས་མོའི་སྐད་ཆ་འདྲ་འདྲ་དུས་མིན་ཅི་ག་གོ་རྒྱུ་མ་བུ་ནི་རེད་གཞིས་མོ་ཕྱི་ར་ཡོང་རྒྱུ་འདྲ་འདྲ་དུས་མིན་ནི་ཅིག་ཅིག་ག་མ་ཡོད་ནི་རེད་ད་ད་གི་ཁོང་གཉིས་ཀ་ཡིན་ན་ར་ད་ལྷ་ན་འདུག་ཡིན་འདྲ་བོ་འགྲུ་ཡིན་འདྲ་བོ་རང་སོང་ནི་རེད་ད་ལོ་གཉིས་ལྷག་ཟིག་གི་ཚེ་ད་ཁོང་གཉིས་ཀ་ལྷ་ན་འགྱོ་ཚིག་འདུག་ཚིག་ད་འབྲུ་ཚིག་ཡིས་དང་ནི་རེད་ད་ལྟ་གི་ཁོང་གཉིས་ཀ་ལོ་ཆུང་ནི་རེད་ད་ཅིག་ནག་གཞུང་གི་ད་ཕོ་མོ་ཏི་སུའི་བརྩེ་དུང་གི་ད་ཕྱོགས་གི་ཅིག་སེམས་འདྲ་བོ་ཡོད་ན་མིན་ན་གི་སྐབས་ཡིན་དང་ནི་རེད་ད་གི་ད་ཁོང་གཉིས་ཀའི་བར་རེད་ར་ད་ནག་གཞུང་གི་ཕོ་མོའི་བརྩེ་དུང་གི་བར་གི་འབྲེལ་བ་འདྲ་བོ་བྱུང་ནི་ད་ད་ཁོང་གཉིས་ཀ་ཅིག་བཟའ་ཚང་འདྲ་བོ་ལོག་སྟེར་ཡིས་སོང་ནི་ད་ད་བཞི་མོའི་ལུས་ཨེ་ད་ཁོའི་བྱ་ཡིས་འཁོར་དང་ཐང། དག་ད་ཁོ་ར་བཞི་མོ་དེ་དམག་ཧ་བརྡ་དུ་འདི་ད་ད་བཞི་མོ་ཁོང་ནི་གག་བཟའ་ཚང་ཏག་ཏོག་གི་ལོག་ནི་ད་ད་ཁོ་ཁྱིམ་ཚང་དུ་སང་གི་དམག་ཧ་ཡིན་ནི་ད་ཁོང་ཆ་ག་བརྡ་དུ་དུ་ཡིན་ནི། ད་དག་འདི་བཞི་ལི་དུའི་ལོ་རྒྱུ་དུས་མི་ཟི་གི་ཅི་ག་ཟི་བཞག་བརྡ་དུ་ནི་ད་བཞི་ར་སོང་བརྡ་དུ་ནི་ད་ད་འདི་བཞི་མོ་ལི་མོའི་ལོ་རྒྱུ་བྱ་རྒྱུ་ཡིན་ནི། ད་ལྟ་གི་འདི་བཞི་མོ་གླུ་མོ་ཡིན་ན་ད་ལྟ་རི་ཏི་ནུབ་མོ་བཞི་ལག་རྡོར་རྗེ་དང་གཉིས་ཀ་རླངས་འཁོར་ཟིག་ག་བ་བཙོག་ནས་ད་ཐོ་ག་ཧ་ལི་བའི་བ་མཐོན་པོ་བསགས་བཞག་བ་ནི་ཟིག་གི་ཐོ་ག་ད་གཉིས་ཀ་འགུར་ང་ཡིན་ནི་བརྡ་འདི་བཞི་མོ་ད་མ་ར་ཨོང་གོ་ཚ་བརྡ་འདི་ནི་ད་ད་ཏི་ཡིན་ནི་ནུབ་མོ་ཡོང་འདུག་ན་ད་རང་ཨ་ཏི་ནུབ་མོ་འབའ་བཞོ་བཙག་ཤི་ཡས་གི་རྫས་ན་རང་གི་གཅིག་ཟི་མ་རེད་ད་དམག་ཟི་ནག་གི་རྫས་ན་དུས་སྡུག་གི་ད་རླངས་འཁོར་དུ་སོང་སོང་གི་ད་མཚམས་ཟིག་ག་རྟ་ཡ་ར་གཅིག་ནག་བར་འདྲ་འདྲ་བཀྲག་བར་འདྲ་འདྲ་ཏི་མི་ཟི་ཀྱ་ང་ནི་ང་སོང་ནི་ད། ད་ཧ་ལི་བའི་ཏི་མི་ངོ་གཟེར་ས་ད་མ་ར་ལ་ངོ་གཟེར་མོ་ཡིན་སི་ཏི་མི་ཟི་ཀི་ངོ་ཟི་ག་ཐོན་འདུག་ན། ད་ཧ་ར་སྐྱོག་མཚམས་ཟི་འདྲ་འདྲ་ཟི་ཀི་ད་ཏི་རླངས་འཁོར་ཏི་གྷ་ཏི་ཅིག་སྤུ་མེད་ཟི་དྲུག་གི་མེད་སྐབས་སེམས་སྐྱིད་ཟི་ཡིན་ནི་ད་ཅིག་གཡུག་འདྲ་ཟི་ཧུ་ད་ནི་ད་ཨོང་ངར་འདྲ་ཟི་ཡེ་བཞོ་རེད།

རྟ་ཅིག་འདུག་ས་ཟི་འདྲ་ར་ལི་ནི་རྟ་ཅིག་ཧིག་གི་མི་འཁྱག་སྐྱ་ཙི་རྟ་ཅིག་ཏི་མི་ཟི་ཧ་ར་སི་ར་བ་ཆ་ཀ་རི་རི་ཡི་ནི་རྟ་ཏག་སི་ར་བི་རིག་ནི་ཏི་ཝེར་ཟི་ག་མཛུ་ནི་རྟ་ཏག་མོ་ཏི་ཡི་ནི་བརྡ་དི་ཚན་གང་བོར་གུག་ནི་ཡོང་རྒྱུ་ཟི་ཆེ་ཡོད་མེད་གི་ཕྱིར་ནི་ཉི་མ་གང་བོར་གུག་ནི་ཏི་ཡི་ནི་བརྡ་ནི་ཅིག་ཅི་ག་ཡོང་རྒྱུ་ཟི་མེད་གི་ད་རང་མོག་ཤིག་རྟོག་གི་རང་གི་ཅིག་ཟི་མ་རེད་ད་མོ་ཏི་ཡི་ནི་ཧྲ་ནི་ནི་རྟ་བརྡ་དི་ཏི་ཡི་ནི་ནི་རྟ་ཧིག་གི་ཡོང་རྒྱུ་ཟི་ཅིག་ཅི་ག་མེད་གི་ད་ཕྱི་ར་ཙང་ནི་ཡོང་ནི་འདྲ་ཏི་མི་ཟི་ཧིག་གི་ཅིག་ཅི་ག་མེད་གི། རྟ་གི་སྟག་མོའི་ས་མཚམས་འཛིན་མཁན་འདང་ཟི་བརྒྱབ་ནི་རྟ་ཡིས་ནི་ཡིན་ད། རྟ་ཆུ་ཟི་ཡིས་བཏང་ནས་ནི་དེ་རླངས་འཁོར་དུ་བསྒྱུར་བཏང་ནི་ཨེ་ནི། བསྒྱུར་ནི་ད། ད་རྡོ་རྗེ་ར་ཏིར་བས་ནི་ཅིག་སློང་ནི་འདྲ་ཡིན་ནི་ཅིག་ཟ་ནི་འདྲ་དུས་མི་རེ་ཡིས་སོང་ནི་ཨེ་ནི། ཆུ་ཟི་ཡིས་བཏང་ནི་ཨེ་ནི་མི་འགི་ད་ཅིག་མོ་ཐོག་ནས་སློང་སོང་ནོ་མི་ཤི་ཇི་ཟི་ད་དཔེ་ན་མ་རེད་མོ་ཐོག་ནས་སློང་སོང་ནོ་ཤི་ནི་ད། ད་ཕྱི་ར་མོ་བཙག་ནས་ཟི་མི་ཡོང་དཔེ་ན་མ་རེད་ཕྱི་ར་མོ་བཙག་ནས་ཟི་ཡོང་ནི་ད། ད་འདིར་འདི་ལམ་ཁ་ན་བ་ད་དོ་སོ་འདི་མི་བ་ཆེ་ཡོག་གི། འདིར་གི་ནི་འཐོར་དོ་ནི་སློང་དོ་ནོ་དུ་མི་རིག་ཇི་ཟི་དཔེ་ན་མ་རེད། གཏུབ་བསམ་ནི་ད། ད་མུ་ཅིག་ཧྲ་ལ་འདྲ་བོ་ཡིན་ནོ་གོས་ཀྱི་དུ་ཡིན་ནོ་བདལ་ན་ར་ཧུ་ཀ་ཡོང་རྒྱུ་མེད་གི། ད་དུ་གི་དགོངས་སྐལ་འོང་ཐ་མི་ནི་འགྲིག་རྒྱུ་ཆེ་ཟི་མེད་གི་མོག་ཞིག་ཏོག་གི་ནི་རང་ཁི་ཅིག་ཟི་མ་རེ། ཏི་གི་ད་བླ་མའི་བུ་དང། བླ་མའི་བུ་དི་ནི་ད་དུས་ལམ་དུ་རང་རྒྱུག་ཐོང་རྒྱུག་གི་ཐེ་ནི་ནི་ད། ད་ནང་ཅི་ང་ནི་ང་བཞུར་ནི་ཡོང་ནི་ཏི་ཡིན་ནི་ཡིན་ད། ས་མཚམས་འཛུག་ཨ། ད་ར་ཧུ་ཀི་ཐག་རང་ཟིག་གི། ད་རུ་རྩ་ཟི་ན་ཁྱིམ་ཚང་གཟུགས་གཡག་གསུམ་བཞི་གཟུགས། ཀི་ད་ཏོ་ཡེ་ཀོ་ནོ་རི་ཀི་འདུག། ཏི་གི་ཧ་ར་ཏི་ཚ་སྐྱོག་དང་ཏི་ཚ་སྐྱོག་ནི་དེའི་ཁྱིམ་ཚང་ཏི་ཆ་ཀི་ཨི་ཟི་འཛི་ཡིན་ནི། ཏི་ཧ་ར་བཞི་ནི་སོང་ནི་ཏི་ཡིན་ཨིན་ད་ད་མི་འབྲི་གི་ཐ་ཏི་མི་གཟུགས་ཀི་མཚམས་གཟུགས་གཡ། ད་མོ་དེའི་ཁྱིམ་ཚང་ཏི་ཆ་ཀི་ཨི་ཙི་བའི་ཐོན་དང་ཐ། ཏི་ནི་ད་མོ་དབུས་ནི་ཏི་ཡིན་ཨིན་ད་ད་གོ་བི་ཁྱི་རོང་ཐ་ཏི་གི་ཁྱི་ཡིན་གང་ཡིན་ཟེར་ཀི་ཏི་གི་ད་མོ་དེའི་མི།